གཡས་གྱུར་ལས་ཀྱི་ས་བཅུ་རྟ་གཡག་རྔ་དང་ཨའི། ནང་པའི་ཆོས་སྐུ་ཚོགས་སྤེལ་ནང་ཨ། དང་ནི། དེ་ནས་འཕགས་པ་སྤྱན་འདྲ་གཟིགས་ཀྱི་རྔ་དང་ཨའི། སྐུ་ཚེ་རྫ་རྣམས་བཞུགས་ནང་མི་འདུག་ད། དེ་ནས། འབྱུང་བ་རྫོགས་འབྱུང་རབ་རྫོགས། དེ་ནི་ང་ད་གཞོན་ཆིག་ཡོད་དེ། དེ་རིང་གདངས་དེ་ནི་ང་ད། སངས་རྒྱས། ཨོ་དཔག་མེད་དང་སངས་རྒྱས་རིན་ཆེན་སྙིང་པོ་དང་ད་ཚང་མའི་དོན་ནི་སེམས་སྐྱེད་ད། དེ་རིང་ང་ད་དེ་ནི། སངས་རྒྱས་ཨོ་རྫས་ཀྱི་དྲུང་ནས། དེ་ནི་ཐུགས་སྐྱེད་ད་རྫ་ཚུལ་བུ་རྫ་པིག་བཞིན་ཧ་ལ་ལས། ད་གཞུ་བྱས་ལ་ང་ད་ཐུགས་སྐྱེད་ཚུལ་ལས། ཡ་ང་ད་སེམས་སྐྱེད་བརྗོད་ནོ་ཡ་ཐུགས་སྐྱེད་ཚུལ་ཧ་ལ་ལས། ཐུགས་ཀྱི་ཚུལ་ལ་བརྟེན་ནས་ང་དང་རྣམ་གྲངས་སོགས་པོ། གྲངས་ཀ་སོགས་པོ་མ་ནས་མང་པོ་ཡོད་དེ་ནོག་ད་ཧ་ལ་ལས་སོ་སོ་སོ་སོ་རྫོགས་ཡོད་ཡོད་ཀྱག་དེ་ནས་སྐྱེ་བ་དང་ང་དང་སྐལ་ཆེན་གྲངས་མེད་ཟེར་ར་ཅིག་སྣང་ད་ལྟའི་བར་ལ་མ་དེ་ནས་ང་དང་སངས་རྒྱས་རེ་རེ་བསྡུར་ནས་དེ་ནས་ལྟེ་བསམ་ཐུགས་ཀྱི་དེ་ད་ཚུལ་ཚང་མ་དེ་གཟུགས་ཤིག་དེ་ནས་ཡོད་དེ་ནོག་ཡོད་པ་སངས་ད་དེ་ནས་ཁོང་ནས་སྐྱེ་རབས་ཀུན་ནས་ནང་མ་མང་པོ་འཕགས་པ་སྤྱན་རས་གཟིགས་ཀྱིས་དེ་ནས། སྐྱེས་རབས་བཞུགས་ནང་དང་འཁྲུངས་རབས་བཞུགས་ནང་མ་མང་པོ་ཡོད་དོ་ནོག་ད་དུས་ང་དང། མ་ནས་རྒྱལ་སྤ་ཀ་བཞུགས་ཅེ་ན་དེ་ནས་མ་ནས་ད་དེན་པའི། ཧ་ལས་ཤེས་སྨོན་ང་ད་ཚར་ཆེས་ཁོ་རང་མི་རུ་ཁ་ལ་ལས་ཡིན་ནང་ད། སངས་རྒྱས། དེ་ནས་ང་དང། ཁ་ཅིག་ཁ་ཅིག། དེ་ནས་སྐུ་མདུན་ནས། བདག་སང་ངེ་དང་ཐུགས་ཀྱི་ཚུལ་ཚང་མ་དེ་བཟོ་བ་ཡིན་ཧ་ལ། བ་ད་ཁོང་ནས་སྐྱེས་རབས་དགོན་མ་མང་པོ་དང་དེ་ནས་དེའང་ནས། ད་དེ་སྐྱེས་རབས་སའི་ནང་ནས་གྲགས་ཆེ་བ་དགོན་ཁག་ཅན་ཁག་ཅན་དགོན་ཧ་ལ། ད་དེ་རིང་ང་དང་དེ་ནས་ཁག་ཅན་པོ་རྒྱལ་པོ་འཇིག་རྟེན་དབང་ཕྱུག་བཞུགས་ཏེ། ད་ཁོང་མཚན་ལ་འཇིག་རྟེན་དབང་ཕྱུག་ཨང་བཞུགས་ཡ་མེད་ད་ལས། ག་ད་འཇིག་རྟེན་དབང་ཕྱུག་བཞུགས་ཀར་འགྲོ་དེ་ནང་རོགས་ད། ལ་ལོ་ཀེ་ཏེ་ཤི་བ་ཨར་ཧ་ལ་ལས་འཇིག་རྟེན་དབང་ཕྱུག། ལོག་ཟེར་ན་ང་ད་འཇིག་རྟེན། དེ་ནི་ད་ཝང་ཆུག་གཞུ་ཅེས་པོ་དེ་ནི་ང་ད་ཨིཤ་བཱ་རི་ཡོད་ཙོགས་ས་ལ་དེ་ནའོ་ནོག་ལ་ཤོད་པ་ད་ཁོང་ཨེ་འཇིགས་སྟེ་ནོག་ཆུ་གའི་ཚུར་ལ་དེ་ནི་དེ་ནི་སྟེན་ནམ་ས་ཛ་དེ་ཐུགས་ས་གའི་ཚུལ་བུ་ད་ཨིས་སྐོར་ལ་དེ་ནི་དེ་མི་པེ་མ་མ་རྒྱས་པ་འདུག་ག་ལ་ལས་ད་དེ་ཡང་ནི་གཞུང་ནི་ཛ་པིག་རྡོབ་རྡོབ་རྡོབ་རྡོབ་ཙོགས་མ་ཞུས་མེད་ན་ཁོ་རང་དེ་ནི་བདག་ས་རྒྱལ་པོ་རིན་ཅེན་ཝང་ཆུ་གའི་དེ་ནི་སྐུའི་སྐྱེ་བ་གནས་ན་མཛད་དཀར་པོ་ཁོ་རང་དེ་ནི་ང་དང་ཨེ་ད་ཡིན་ན་ཤོག་གྲངས་བཞུས་ནང་ཤོག་ལས་བཞུས་ནང་མ་ནི་ད་བཞུས་ན་མ་འདེམས་པའི་ཉི་མ་བདུན་བརྒྱད་ལའང་ཚར་སྐྱེས་མ་གགས་པོ་འདུག་སྐྱོད་པ་ད་དེ་ཡང་ནི་ང་དང་ཁག་ཆད་ཆ་བོན་བཞུས་ན་ལ་སྐྱོད་པ་སང་ཚིག་མ་མང་པོ་ཡོད་དོ་ནོག་ཨོ་ད་དེ་ཡང་ནི་ང་དང་ཨེ་རྡོ་ཟུར་ཙོག་ཞིག་སྙིང་པོ་ཙོག་ཞིག་ད་སྙིང་ཁུ་ཙོག་ཞིག་བཞུས་ནམ་དེ་ནི་ང་དང་རི་རྒྱལ་གྱི་ལ་ཚོགས།

བརྫད། ཧ་ལ། དེ་ཀ་ནི་ས་ལ་བརྫད་པ་སང་ཡང་ཚ་ནའང་ཁོང་ཨ་དེ་ད་ཨོ་དེ་ཚ་ནི་པའང་དེ་ནི་འཇིག་རྟེན་རང་བཅུག་བཞི་སྟེ་ད་ག་ཚ་ཀྱག་བཞུར་བ་ད་ཨོ་དེ་བྲམ་ཟེ་མོ། སྐྱོ་ཚ་ལས། ད་ཁོང་མ་ནི་ལོ་ན་ཆུང་ནི་ནོག་པ་ད་མ་ནི་ཕྲུག་གི་དུས་ལ་ད་ལོ་ན་ཆུང་འཇུ་ན་ད་ལོ་དེ་ནི་བཅུ་དྲུག། ད་བཅུ་དྲུག་ཟེར་ན་མ་ནི་ད་ང་ད་དར་མ་བཞུས་སྟེ། ཕེབས་སེ་ཏུས་ལ། འཇིག་རྟེན་དབང་ཕྱུག་ཧ་ལ་ད། མ་དེ་ནི་ཁོང་ནི་མཚན་སྙན་གྲགས། མ་ནི་མཚན་སྙན་གྲགས་ཁོང་ནི་མཚན་དགོན་མ་ནི་སྙན་གྲགས་ཅན་ཕེབས་ཀྱིན་ནོ་ད། ང་ད་གཟན་སྐར་གྲགས་ཅན། བསྐྱོད་པས་ད་དེ་ནི་ཁོ་ནི་སྒྱུ་རྩལ་ལས་རིགས་ཚང་མང། ད་སྒྱུ་རྩལ་ཟེར་ན་ང་ད་ལྟ་ད་རྩེད་མའི་རིགས་དང་བརྡ་དང་གདུང་དང་ད་མ་ནི་སྤྱི་ཚང་མ་ལ་སྒྱུ་རྩལ་འགྱུར་བ་ན་བ་ད་ལས English ན་ང་ད Artistic Skill བརྗོད་ཀྱིན་པ་འོ་དེ་སྒྱུ་རྩལ་ལས་རིགས་པ་གཅིག་ཀྱང་མ་ལུས་པ་དེ་ནི་ཁོང་ལ་ཐུགས་རྒྱུད་ལ་ཆུད་པིན་མོལ་འདུག་བ་ལས་མ་ཟད་པས་ད་ཐུགས་རྒྱུད་ལ་ཆུད་པིན་རྒྱུ་བཅས་དོན་དག་པོ་ད་ང་དང་དག་ས་སྒྱུ་རྩལ་ལས་རིགས་དང་དེ་ནི་སྐུ་ཡོན་ཆེན་པོ་བརྗོད་ཡ་མེད་ཡོན་ཏན་ཆེན་པོ་ཨོ་ལེ། ཨོ་དེ་ཁོང་དུ་དེ་ནས་ཆུད་པ་མ་ཟད་དེ་ནས་ཁོང་བྱམས་པ་དང་བརྩེ་བས་ཧ་ལ་ལས་བྱམས་ཞུས་ན་དེ་ནས་བལྟ་ང་ད་ཚང་མ་ལ་མཁྱེན་པ་འདོག་བྱམས་དང་བརྩེ་བ་བཟེད་ན་ག་ཏོ་ང་ད་དག་ས་ཀ་རུ་ན་ད་ཡ་ཀ་རུ་ན་ཞུས་ཏེ་དེ་ནས་བརྩེ་བས་དེ་ནས་ཁོང་ཨེ་ཡོ་ག་ཡོད་དེ་ནས་མི་མང་ཚོ་ཚང་མ། སྐྱ་ང་མཛད་པ་སང་ཁོང་ནི་མ་ནི་ཨི་དབང་ཙོགས་པོ་མ་ནི་ཁྲོག་འདུག་ག་ལི་ད་པད་མི་མང་སེ། དེ་ནི་རྒྱལ་བུ། རིན་ཅེན་རོང་ཕྱུགས་བཞུགས་ག་ནི་པད་ཁོ་རང་ལ་ད་མཚན་སྙན་གྲགས་སེ་ཨི་དབང་ཁྲོགས་སྟེ། དེ་ནི། ཡ་པས་ཁོང་ལ་རྒྱལ་ཁྲིད་ལ་ད་ངེད་རང་རྒྱལ་པོས་ཁྲིད་ངེད་རང་ནམ་ཟེ་ཏེ། དེ་ནི། ད། སུང་ང་མཛད་འདུག་ག། དེ་ནི་ཧྲ་གཞིག་སེན་རོང་ཕྱུགས་གིས་ལྟོས་སུང་ང་མཛད་འདུག་ད། ཁོང་ལ་པད། དེ་ནི་སྤྱིན་པ་སལ་བྱེད་བྱས་པ་འདོད་པ་ཧྲན་ཏེའོ་འདུ་བ་ལས་ཧ་ལ་ལས། དེ་ནི་ང་དང་ཨ་སྟག་ས་ང་དང་ཨའི་སྤྱིན་པ་སལ་བྱེད་བྱས་དེ་ནི་འདོད་པ་ཡོད་པ་སང། དེ་བས་གཞལ་ཏེ་དེ་ནི། ཁོང་ནི་རྒྱལ་པོ་ཞིག་ཀྱང་ཁ་ལེན་མཛད་དེ་དེ་ནི་ངའི་སྤྱིན་པ་དང་གལ་ཏེ་ང། དེ་ནི་འགལ་པས་གོ་བསལ་ག་ཕེབས་ན་དེ་ནི་སྔ་མ་སྐྱིན་པ་དང་གོ་ཤེས་རག་སྐྱིན་པ་དང་བཅས་སེང་མ་སྡོད་པ་རག་མོ་ལ་གཅིག་ན། དེ་ནི་རྣོ་རེ་པང་རྒྱལ་པའང་གཞལ་བཞེས་ཏེ་དེ་ནི་ཨ་བ་ལའང་གཞལ་བཞེས་ཏེ། དེ་ནི་རྣོ་རེ་པང་མཛོད་ཚང་མ། དེ་ནི་ཧྲ་འཇིགས་བརྟེན་དབང་ཕྱུག་ག་སྟ་དང་ཛར་དུ་བ་ལི་ད། ད་རྒྱལ་པོ་ཞིག་གིས་ང་དང་ཁ་རེ་ན་པང་མཛོད་དེ་ནང་ཨ་མ་ན་ང་ད་ཙམ་ཞིག་གིས་དེ་ནི་རྣོ་རོད་ག་ཁ་ལ་ལས་རྣོར་ལོངས་སྤྱོད་དུ་བཀྱག་སྟེ་ཚང་མ། དེ་ནི་ཧྲ་འཇིགས་བརྟེན་དབང་ཕྱུག་ག་སྟ་དང་ཛར་དུ་བ། ཁོང་དེ་ནི་མ་ཐུབ། འགའ་སྟེ་ཐུགས་སྐྱིད་པོ་ཚོར་ཏེ་སེམས་སྐྱིད་པོར་གྱུར་ཏེ། དེ་ནས་ང་དང་མི་མང་ཚང་མ་ལ། གཟའ་བསྒོ་སྐལ་ལ་ཁ་རྗེས་བསྒོ་སྐལ་ལ་ཁ་རྗེས། བསྐོ་བསྒོ་སྐལ་ལ་བསྐོ། ནོར་བསྒོ་སྐལ་ལ་ནོར། དེ་ནས་ང་དང་འབྲུ་བཟའ་སྐྱེས་མི་ན་ན་སྤྲོ་བསྒོ་སྐལ་ལ། ད་ན་སྤྲོ་སྐྱེས་མི་ནི་དང་ཏེའོ། སོག་མ་ནི་འཕངས་པ་མེད་པར་བྱིན་པ་དང་སྤ་གསང། དེ་ནས་ཁོང་བ་ནས་མཚན་སྙན་གྲགས་པོ་ངར་མའི་གསང་པ་བཀྲ་ཕེབས་འདུག་ག་ལས། སྐྱོ་ད་ཅིག་ད་ཉི་མ་ཅིག་དེ་ནས་སངས་རྒྱས། ཨོ་ཛས་ཡོད་ནོག་ད་ལེ་ང་ད་དག་ས་སངས་རྒྱས་ཨོ་ཛས། དེ་ནས་སངས་རྒྱས་ཨོ་ཛས་འཇིག་རྟེན་དུ་བྱོན་ཏེ་འཇིག་རྟེན་ལ་ཕེབས་ས་ཛ་སྟེ་དེ་ནས་ཁོང་ནས་གདུལ་བྱ་སེམས་ཅན་ཚང་མ་ལ་དེ་ནས་ཆོས་གསུང་བས་དེ་ནས་ཁོང་ལ་གཏམ། དེ་ནས་ང་དང་སྤེ་ར་ཞིག། ཚོར་པ་སངས་པ་དེ་ནས་ཁོང། ཐུག་པུ་མ་ཧྲན་ཏེ་ཐ་ཏོ་ག་ལ་ཐ་སྟེ་དེ་ནི་བདེན་པས་མ་ཚད་པས་དེ་ནི་ཏད་པ་ཚད་མེད་ཀྱིས་ཏེ་མ་ཏད་པ་མ་ནི་ཚད་མེད་ཀ་འཛིན་ན་ང་ཏཱ་མ་ནི་ཁོ་རང་ཚོ་བཟུང་མི་ཉན་ཅེས་སི་ཏད་པ་ཀྱིས་ཏེ་དེ་ནི་དེ་བཞིན་གཤེགས་པ་བཞུགས་སའི་ཀའོ་དེ་ནི་སངས་རྒྱས་ང་ཏཱ་ཨོ་རྫས་བཞུགས་སའི་དེ་ནི་བྱང་ཆུབ་ཀྱི་ཞིང་དྲུང་ཡོད་དུ་ནོག་པ་ལས་བྷོ་དྷི་བྷྲཱི་ཤྲཱི་རས་བཞུགས་སའི་དག་ས་ང་ཏཱ་བྷོ་དྷི་བྲི་ཡོ་མི་ར་ཏཱ་བྱང་ཆུབ་ཤིང་དྲུང་ངའི་དྲུང་དུ་ཁོང་ཕེབས་སོ། དེ་ཀ་དེ་ནས་དེ་བཞིན་གཤེགས་པའང་སངས་རྒྱས་ཨོ་རྫ་དང་དེ་ནས་ཐུགས་ཤིན་ཏུ་དགྱེས་ཏེ་ད་སྟེ་དེ་ནས་གོང་བས་རྗེས་སུ་བཟུང་བ་མཛའ་སྟེ་རྗེས་སུ་བཟུང་བ་ནི་འཁོར་ནི་དེ་ནི་ད་གསུང་ཆོས་གསལ་སྐྱེས་དང་སེམས་སྐྱེད་བྱེད་སྲིད་པའི་བཞུ་བ་པུ་ལ་ཅིག་ན་དེ་ནས་གོང་བས་རྗེས་སུ་བཟུང་བ་མཛའ་ཏོ་བ་ད་བསྒྲིགས་བསྒྲིགས་དེ་ནི་ཁྱོད་རང་ངེད་ཅིག་ཡ་མཛའ་དེ་ནི་མོ་སྟེ་ད་ལོ་མ་མཛའ་དེ་ནི་མོ་སྟེ་རྗེས་སུ་བཟུང་སྟེ་དེ་ནས་གོང་ལ་ཆོས་སྲིད་གདམས་པ་མ་མང་པོ་ས་ལ་མཛའ་ཏོ་བ་ལས། དེ་ནས་ཧྲཱི་འཇིགས་བརྟེན་དབང་ཕྱུག་གིས་དེ་ནས་དེ་བཞིན་གཤེགས་པ་ལ་ཨུ་དུམ་ཝཱ་རའི་མེ་ཏོག་ཞུས་ཏེ། ད་ཨུ་དུམ་ཝཱ། ཨུ་དུམ་ཝཱ་ར་གཞུ་གང་པོ་ཆིངས་བཀྱག་མཛད་ན། ད་གཞུ་ཆེས་པོ་སྟོད་འོག་གཞུར་མངའ་བདག་འཛམ་བུའི་གླིང་ཡང་སངས་རྒྱས་རེ་རེས་ཕེབས་ས་གཅིག་གནང། དེ་ནས་ཨུ་དུམ་ཝཱ་རའི་མེ་ཏོག་རེ་རེ་སྦར་རེ་བཀྱག་གཞུ་གང་པོ་ད་སྟེ་འོ་ཆགས་སྤེལ་དགོས་ན་ནི་ཡོ་ཏན་བྷ་ལ་ལས། སངས་རྒྱས་འཇིགས་བརྟེན་ལ་ན་སྤེལ་ན་བདག་ས་ང་དང། སྟོན་པ་རྫོགས་པའི་སངས་རྒྱས་བཅོམ་ལྡན་འདས། འཛམ་བུའི་གླིང་ཡང་ཕེབས་ས་ནི། དེ་ནས་ཡང་ཨུ་དུམ་བ་རི་མེ་ཏོག་གཅིག་བར་སྐྱག་བཞུར་བ། ད་དེ་སྟེང་ནས་ཏག་ཏག་ས་ལྔ་བཏང་བ་དེ་ནི། རྣམ་འདྲེན་ལྔ་པ། དེ་ནི་རྒྱལ་བ་བྱམས་པ་མེ་ཏྲི་ཡ་ཕེབས་ཤེས་ནོག་པ་ལས་ཡང་དེ་ཟ་ནས་ཨུ་དུམ་བ་རི་མེ་ཏོག་རེ་རེ་ཡང་ཨུ་དུམ་བ་རི་མེ་ཏོག་གཅིག་བར་རིལ་མོ་བསྡུ་བ། དེ་སྟེང་ནས་དེ་ནི་ལྔ་དང་སངས་རྒྱས་དཀྲུགས་པ་རྒྱལ་བ་སེང་གེ་ལྔ་རོ་དེ་ནི་ཡང། འཛམ་བུ་གླིང་ཡ་ཕེབས་ན་ལྟོས་བཙོག་ལ་ད་སངས་རྒྱས་རེ་རེ་ཡ་དེ་ནི་ཨུ་དུམ་བ་རི་མེ་ཏོག་རེ་རེ་བབས་ས། འབའ་ར་ཅིག་ན་དེ་སངས་རྒྱས་འོ་ཛཱ་འཛམ་བུའི་གླིང་ཡ་ཕེབས་ཙ་ནི་འུ་དུམ་བ་རི་དེ་ནི་མེན་ཏོག་ཅིག། འབར། ད་འབར་སྐྱག་བག་ལ་དེའོ་དེ་ནི་སངས་རྒྱས་ལ་ཕུ་ལ་ཛཱ་སྟེ་དེ་ནི། བྱང་ཆུབ་མཆོག་ཏུ་ཐུགས། སྐྱེ་ད་ཛཱ་ཏོ་བ་ལ། མེན་ཏོག། འུ་དུམ་བ་རི་མེན་ཏོག་ཅིག། ཕུ་ལ་ཛཱ་སྟེ་དེ་ནི་བྱང་ཆུབ་མཆོག་ཏུ་ཐུགས་སྐྱེ་ད་ཛཱ་ཏོ་བ། འོ་ད། འོ་དེ་ང་དང་སྟེན། འོ་ལེ། ཨ་དེ་ལ་དེ་ཙམ་མ་ཛཱ་ད་ལ་དེ་ནི་དེ་མ་ཚད་པའི་ཁོང་ཨེ་དེ་ནི། བཅིན་པ། ང་ལ་སྤྱིན་པའི་དེ་ནས་སྤྱོད་པ་པདྨ་རྒྱ་ཆེན་མོ་མཛད་དོ། ད་སྤྱིན་པ་ལ་ལ་བ་མཛད་དོ། དེ་ནས་སྤྱིན་པ་རྒྱ་ཆེན་པོ་ས་ལ་མཛད་དོ། དེ་རྣམས་ནའང་དེ་ནས། ད་སྤྱིན་པ་མཆོག་ཏུ་གྱུར་བའི་སྤྱིན་པ་འོ་ཀ་གཟུགས་ཤིག་གིས་བཀྱགས་ཟིན་ན། དེ་ནས་ལྷུ་མོ་སྔོན་མོ་ཞིག་ཡལ་ལ་ལས་ལྷུ་མོ་ཟིན་ན་ང་ད་དེ་ནས་ནགས་ཀྱི་ནོག་པ་ལས། ནགས། ལྷུ་མོ་ལྷ་ལྷུ་ཟིན་ཏེ་ལྷུ་མོ་སྔོན་མོ་ཞིག་གིས་དེ་ནས་སངས་རྒྱས་སུ་ཨོ་དཔག་མེད་ལ། དེ་ནས་ཕུལ་བས། ནོར་བུ་ཞིག། སངས་རྒྱས་འོད་དཔག་མེད་ལ་ཕུལ་ལ་བཛྲ་དཀའ་ནི་ནོར་བུ་ཞིག། དེ་ནི་ཡབ་པའི་བང་མཛོད་འདི་ན་འང་ཡོད་པར་བསམ། དེ་ནོར་བུ་འང། དེ་ནི་ནོར་བུ་འང་སྒོ་སྡོད་ཀུན་འབྱུང་བཞུད་བ་ལས་སྒོ་སྡོད་ཀུན་འབྱུང་བཞུད་ན་ཀ་ཏོ་དེ་དེ་ནོར་བུ་འང་ང་དང་སྨོན་ལམ་བཏབ་ན། ང་དང། ཅི། སྒོ་ཟིན་བསམ་ནང་དེ་སྡོད་པ་ཚང་མ། དེ་ནི། འབྱུང་སྟེ་ཡོངས་བཀྱག། དེ་སྡོད་པ་ཚང་མ་འགྲུབ་ཡོངས་བཀྱག། དེ་སྐྱོད་པ་སངས་དེ་བ་ཅི་བཞུགས་ཟེར་ན། དེ་ནི་ནོར་བུ་སྒོ་སྡོད་ཀུན་འབྱུང་བཞུགས་ཀན་པོ་ཨ་ལ་ལས། དེ་ནི།

བདག་ས། ཧྲཱི། འཇིག་རྟེན་དབང་ཕྱུག་གི་དེ་ནི་བདེན་པའི་དག་ནོར་ལོངས་སྤྱོད་དེའོ་མ་ཆགས་ས་ཏེ་གཟུགས་རིན་ཅན། ཀ་ནི་སངས་རྒྱས་འོད་དཔག་མེད་ལ་ཕུལ་ཀ་ནི་དེའི་གཟུགས། དེ་ནི་པ། རྩ་ཆེན་པོའི་ནོར་བུའང་དེ་བྲམ་ཟེ། སྤུན་གསུམ་གོ་ལ། བུ་ལ་ཛ་དོ། དེ་ནི། ད་ལྟེ་བའི་གཞལ་ཏེ་ཁོང་ནི་དེ་ནི་འགལ་པའི་ཁྲིམས། སའི་གཞལ་ཏེ་ཁོང་ལ་ངེས་པ་ཕོག་དོ། ངེས་པ་ཟེར་ན་ད་ངེས་ཆད་ཕོག་དོ། ཕོག་སྟེ། མི་ལོ་ཉི་ཤུར་གཙང་བའི་བར་དུ། མི་ལོ་ཉི་ཤུར་གཙང་བའི་བར་དུ་དེ་ནི་ང་དང། རྡོ་སྦྲུལ་ནག་པོ་ཟེར་ས་དག་ཁོང་གཙོ་འཛོ་ག་བོ་ར་ཛ་དེ་དག་ཁོང་ལ་དེ་ནས་ཁྲི་མི་སེ་ཆར་པག་ཅ་ད་ཛ་དེ་བོར་ཏོ་ག་ལེ་སྐྱོད་པ། འོ་ད་དེ་ག་དེ་ནས་རང་ཨེ་ད་དེ་ནས་རྒྱལ་པོ་འཇིག་རྟེན་དབང་ཕྱུག་གི་དེ་ནས་རང་ཨེ་དེ་དུས་སུ་དེ་ནས་རང་ཨེ་བུ་དང་ཆུང་མ། དེ་ནས་རང་ཨེ་ད་ཕྲུ་གུ་དང་དེ་ནས་ན་མ་ཚང་མའང་དེ་ནས་གཞན་པའམ་པ་ཅིན་པ་སར་ཏོ་ག་ལེ་བདེན་པའི་སྤྱིན་པ་ས་ལ་བརྫད་དེ་དེ་ནས་ང་ཏག་ཏག་སྤྱིན་པས་དེ་ནས་པ་ནི་སྤྱོད་པ། ད་སྤྱིན་པས་དེ་ནས་ང་ཏག་བཞུད་ན་ད་ཚུལ་ཁྲིམས་རྫོགས་སོ། སྤྱིན་པས་དེ་ནས་སྤྱོད་པ་རྫོགས་སོ་པ། ཚང་མ། རྫོགས་ཏེ། ཚར་ཏེ། དེ་ནས། མ་འོངས་པ་ནས་ཇི་ལྟ་ཡོངས་ཚད་བྱ་ནས། མ་འོངས་པ་ནས་དེ་ནས། སྐལ་པ་བཟང་པས་དེ་ནས་སངས་རྒྱས་སུ་སྟོང་གསལ། དེ་ནས། རྣམ་པར། སྤྲུལ་ཏེ། དེ་ནས་སེམས་ཅན་ནི་འགྲོ་དོན་མཛད་བིན་མོ་དེ་དུ་ཟུག་ག་ལུང་ལྟ་ན་མཛད་དོ་ག་ལས། མ་འོངས་པ་ནི་དེ་ནི་ང་དང་སངས་རྒྱས། དེ་ནི་ང་དང་ཨི། འཛམ་བུའི་གླིང་ཡང་དེ་ནི་སངས་རྒྱས། སྟོང་ཕལ་ཆོད་ཀྱག་དེ་སྟོང་ངེ། སྟོང་ངེ་དེ་ནི་ནི་གཅིག་དེ་ནི་རྣམ་པ་བཀྲུ་ལས་མཛད་དེ་དེ་ནི་སེམས་ཅན་ཚང་མས་དོན་མཛད་ཅེས་སའི་ལུང་དུ་ཟུག་ག་ལྟ་ན་མཛད་དོ་ག་ལྟ་གཡུལ་སྐྱོད་ལས། དེ་ནས་ང་དང། སངས་རྒྱས། ཨོ་རྫ་དེ་དུག་ནད་དེ། བྱང་ཆུབ་མཆོག་ཏུ་སེམས་བསྐྱེད་པ། ད་དེ་ནས་གཉིས་པའོ་དེ་ནས་ང་དང་ད། གཉིས་པ་གསུམ་པ་བཞི་པ་ཡིན་ཨ་ལས། དེ་ནས་བཞི་པའོ། སེང་གེ་རྣམ་པར་རོལ་བ་བཞུགས། དེ་ནས་སངས་རྒྱས་སེང་གེ་རྣམ་པར་རོལ་བའི་དྲུང་ནས་ཡང་སེམས་བསྐྱེད་ཚུལ་བུ་ཨིན་སྐྱག་ལས། ཡང་ངོ་དེ་སེམས་ཀྱི་ཚུལ་ལས་དེ་ནི་ང་དང་ཨེ་བ་དང། དེ་ནི་རྣམ་གྲངས་སོགས་མི་འདྲ་བ་མ་ནི་རྣམ་སྨིན་སྣ་ཚོགས་མང་པོ་ཞིག་ཡོད་པའི་ནང་ནས་དེ་ནི་ཡང། སྔོན་མ་ཞིག་དེ་ནི་ཁྱེའུ་རིན་ཆེན་སྙིང་པོ་ཟེར་ཀ་ནས་བསྟན་ལ། ཁོང་སང་ཡང་བདག་ས་འཕགས་པ་སྤྱན་དྲངས་ཟིག་ཧེ་ལས། ཁྱེའུ་རིན་ཆེན་སྙིང་པོ་བཞུགས་ཀ་ནས་དེ་ནི་ལུས་ལའང་མཛའ་སྟེ་དེ་ནི་བྱང་ཆུབ་མཆོག་ཏུ་སེམས་ཀྱི་ཚུལ་བུ་ཡིན་ནོ་ག་ལ་ལས། ད་གཡུ་ཡང་རྩ་པིག་ཞིག་བཞུས་ན།

ཤོད་པ། དེ་ནས་ད་ཡིས་བོ་དེ་ཚང་མའི་ནང་ནས་ད་ཅིན་རོགས་ཟེར་ན་དེ་ནས་སྐྱེས་ན་བཞི་ཡང་ནས་དེ་ནས་འཕགས་པ། ཅཱན་དྲ་ཟིག་གིས་དེ་ནས་སེང་གེ་རྣམ་པར་རོལ་ལས་དྲུང་ནས་སེམས་བསྐྱེད་དེ་ཏུས་བོ་ད་རྫུས་སྐྱེས་ཟིན་མོ་ལོག་ད་ཡུལ་རྫུས་སྐྱེས་གིས་དེ་ནས་ང་དང་ཐོག་ནས་སེམས་བསྐྱེད་ཀ་ན་ལ་ལས། ད་གཞན་དགུན་དེ་ནས་ང་དང་ང་དང་ས་ཨ་མའི་ངལ་ནས་འཁྲུངས་སའི་ཛད་ཀ་ནས་ཚུལ་ལྟ་ན་ཛད་ཀ་ན་དང་ད་ཡིས་བོ་དེ་ནས་རྫུས་སྐྱེས་སེ་ཡིན་ནོག་ལས་རྫུས་སེ་དེ་ནས་སྐྱེས་དྲ་ཟིག།

ཕེབས་སའི་སྐབས་སུ་དེ་ནས་རྫུས་སྐྱེས་སའི་ཚུལ་ལ་འཁྲུངས་ས་རྫ་སྐྱག་བཞོ་བ་ནོག་ད་ལེ། སུ་འཁྲུངས་ས་རྫ་སྐྱག་ཟེར་ན་དེ་ནི་ཁྱེའུ་རིན་ཆེན་སྙིང་པོ། ཨོ་ད་སྟན་ཏེ་ཨོ་ད་ཨོ་ཏེ་སྟན་ནས་འགོ་ནས་ཏེ་དེ་ནི་ང་ད་གཟུགས་པོ་སྐུ་གཟུགས་སྣེ་ན་ཟ་སྟེ་སེམས་སྐྱེས་པའི་ཚུལ་ཡང་དེ་ནི། གཅིན་སྐྱག་ཟེར་ན་རྒྱལ་པོ་དཔལ་གྱི་གཟི་བརྗིད་རྒྱུ་སྐ་འཇི་ག་ལ་ལེ། དེ་ནས་རང་གི་ཕོ་བྲང་ན། རང་ཡང་ད་ག་རེད་ན། དེ་ནས་སྐྱེད་མོ་ཚར་ལུས་བཀྱགས་པ་ལ་སྐྱེད་མོ་ཚར་ལུས་ན་དེ་ནས་ང་ད་དག་ས་མེན་ཏོག་དང། དེ་ནས་བ་ནི་ཤིང་དང་བ་དེ་ནས་ང་ད་ཇུ་ན་ག་ཏོ་ག་དྲན་ཇུ་ཅན་མེ་ན་ལེ་བ་གི་ཅ། དེ་ནས་མ་ནི་དེ་ན་བ་ད་ང་ད་ཇུ་ན་མ་ནི་སྐྱེད་མོ་ཚར། མ་ཧ་ལེ་ཤེ་སི་དེ་ནས་ཡིད་དུ་འོང་བ་ཞིག་ཡོད་པ་དེ་ནས་རྒྱལ་པོ་པ་ལི་གི་རྒྱལ་པོ་པ་ལི་དེ་ནས་གཟི་བརྗིད་གཟི་བརྗིད་པས་དག་ཁོང་ཡང་བདེན་པས་དག་གཟི་བརྗིད་གྱུར་ན་དག་བདེན་པས་ཁོང་ཡང་གཟི་བརྗིད་པས་དེ་ནས་རང་ངའི་ཕོ་བྲང་ངའི་སྐྱེད་སྐྱེད་མོ་ཚ་ལས་ན་ཕེབས་ཏེ་དེ་ནས་བརྟུལ་བརྒྱུད་བསམ་གཏན་ལ་བསམ་གཏན་བཞུགས་བྱེད་པོ་ང་དང་བདེན་པས་དག་ཡིད་གཟུ་བ་གྱུར་ན་སྒོམ་ཉམས་ལེན་བསམ་པ་རྩེ་གཅིག་ཏུ་བོར་བར་པ་སྩོལ་ན་ཛཱ་ཏི་ཀྱ་ག་ལས་ལྟེ་བ་ན་སྤྱོད་པ་བསླབ་པ་ཛཱ་ཏི་ཀྱ་པ་ཡབ་རྒྱལ་པོ་བདེན་པས་དེ་ནས་ང་དང་སྒོམ་ཉམས་ལེན་ལ་བཞུགས་སའི་དུས་སུ་དེ་ནས་ཉིན་གཅིག་ཁོང་ངའི་མདུན་དུ་དེ་ནས་ཙན་དན་ཀྲུལ་གྱི་སྙིང་པོ་ཟེར་ཀ་ནི་ལྗོན་ཤིང་གྱི་ཁ་ལ་ལས་ཙན་དན་ཀྲུལ་གྱི་སྙིང་པོ་ཟེར་ཀ་འབུ་ད་ཡུལ་ཡང་ལྗོན་ཤིང་གཅིག་གི་ནོ་ཁ་ལས་ང་ད་ལྗོན་ཤིང་ཟེར་ན་ང་ད་བརག་ཤིག་ཡང་རྐྱང་མ་ཞིག་ཟེར་རང་ལས། ད་ལྟེ་བ་དེ་ནི་ཡལ་ག་དང་མེན་ཏོག་གི་པད་བདེ་མོ་ཡོད་ཀ་ནི་ཡལ་ག་དང་མེན་ཏོག་ཚང་མ་མ་བདེ་མོ་ཡོད་ཀ་འཇིག་ག་ལུ་བུར་འདུག་ཟེར་རོ་ཧ་ལ་ལས་ཧུན་མེད་ཅིག་ག་དེ་ནི་ཁྱི་གུ་ཞིག་འཁྲུངས་བཟློ་ལས་ད་ཁྱི་གུ་བཞུགས་ན་ག་ཏོ་ད་ཕྲུ་གུ་པད་ཏི་ཏུ་ཡོང་ང་ཕྲུ་གུ་ཞིག་འཁྲུངས་བཟློ་དེ་ཙན་དན་ཀྲུལ་གྱི་སྙིང་པོ་དེ་ནས་ཨོ་དེ་མེན་ཏོག་ག་ནི། དེ་ནས་ཚར་ལ་རིན་ཆེན་སྙིང་པོ་བཞུ་སྟེ་ས་ལ་འཛད་ཀྱི་ཧ་ལ། དེ་ནས་རྒྱལ་པོ་པད་མོ་ཚར་ཏེ་མ་ཧ་ལས་ཏེ་དེ་ནས་དྲི་བ་སྨྲ་ནས། དེ་ནས་བདག་སང་ང་ད་རྒྱལ་པོ་རིན་ཆེན་གའོ་དེ་ནས་ཨོ་དེ། ཙན་དན་སྤྲུལ་གྱི་སྙིང་པོས་དེ་ནས་མེ་ཏོག་ནས་འཁྲུངས་ཀ་ནས་དེ་ནས་རྒྱལ་པོ་རིན་ཆེན་ལ་དྲི་བ་སྣ་མིན་སྣ་ཚོགས་མཛད་པ་སང་སྟེ་དྲི་བའི་ལན་རོ་ཚང་མ་ཐོགས་པ་མེད་དུ་རྩ་པིག་ཤང་འགག་མ་འགག་ས་མ་ནི་ཁོ་རང། ཚབ་མ་ཚབ་ས་འགག་མ་འགག་ས་དེ་ནི་པ་ཐོག་པ་མེད་དུ་ཟིན་ན་ཀ་ཏོ་མ། ང་ཏང་མ་ནི། ཐོག་རྒྱུ་མེད་པ་དེ་ཁོ་ནི་སུ་ངས་ཀྱག་ལེ་སུ་ང་ཅིག་ན་དེ་བ་ལན་ཚ་ལེ་ཀྱག། དེའང་ནི་དེ་ནང་ནའང་མང་ཆེ་བ་དེ་ནི་ཆོས་ཀྱི། ཚིགས་ཀྱང་ཀ། མ་མང་པོ་གསུངས་པ་རྒྱལ་པོ། པ་དད་པ་ཧྲན་ཏེ་ཞིག་ཡོད་དེ་ཧ་ལ་ལེ། དག་པ་དེ་ནི། ཨོ་དེ། གཞོན་ནུ་ཁྱེའུ་བོ། དེ་ནི། རྩ་པིག། ཆུང་ནས་དེ་ནས་ཆེན་མོ་སྐྱོ་ད་ཅིག་ན་ཉི་མ་ཅིག་དེ་ནས་རྒྱལ་པོ་དཔལ་གྱི་གཟི་བརྗིད་དང་ད་ཀོ་དེ་རྒྱལ་པོ་དཔལ་གྱི་གཟི་བརྗིད་བརྗོད་ནོག་པོ་ཁོང་ཚང་དུ་དེ་ནས་རྒྱལ་པོ་དཔལ་གྱི་གཟི་བརྗིད་དང་མཉམ་པོ་དེ་ནས་དེ་བཞིན་གཤེགས་པ་སེང་གེའི་རོ་ལུས་དྲུང་དུ་ཕེབས་ཏེ། དེ་ཀ་དེ་ནས་དེ་བཞིན་གཤེགས་པ་དེ་ནས་བདག་སང་ང་དང། སེང་གེ་རྣམ་པར་རོལ་བ། མེ་ཏོག་དང། དེ་ནས་ནམ་བཟའ་སོགས་ཕུལ་ཏེ་དེ་ནས་མཆོད་ཟས་བཀྲི་བ་མ་མང་པོ་བཞོས་མཛད་ཀྱ་ག་ལ་ལས། དེ་ནི། དེ་བས་ན་དེ་ནི་དགེ་བའི་ཆོས་སུ། དགའ་གཟུགས་ཤིག་ཡིན་ནོ། ཕ་ཡོན་གྱིས་ནོ། དེ་ནི་ཕ་ཡོན་པོའང་ཆེན་པོ་རྩ། དེ་ནི་ང་ད་ལྟ་དགེ་བའི་ཆོས་ལ་ཕ་ཡོན་ཆེན་པོ་ཡིན་ཀན་པོ་གྱིས་ནོ་གཞུག་སྟེ་དེ་ནི་དྲི་བ་མང་པོ་ས་ལ་འཛིན་ན། དེ་ནི་དེ་བཞིན་གཤེགས་པ་པདྨ་ཐུགས་དགེ་སར་མཛད་དེ་ད་གོ་སེམས་ཅན་ནི་དོན་དུ་ཐུགས་དགེ་སར་མཛད་དེ་དེ་ནི་ཆོས་ཆོས་སེ་དེ་ནི་ཆོས་རྣམས་ཡི། ནང་ནི།

དོ་སྨ་ཐ་ག་ཏེ་ནི་པད་ཨི་དེ་ན་སེ་མེ་ནའང་པ་ནི་ག་དང། སྨ་ནི་ཁོ་རང་ང་དང། རྗོད་མི་ཤེས་པ་ཟེར་ནོ་ལྟར་སྨ་ནི་ཟེར་མི་སྙན་ཅི་སེ་ཏེ་ནི་ང་དང། སྐྱིད་པོ་དང་སྙིང་རྗེ། པད་ཁོ་རང། དྲན་མི་ཐུབ་ཅི་ཞིག་ཏེ་ནི་ཁོང་ནི་ཐུག་གི་ན་སྐྱེས་ད་ཛད་དོ་སེ་མེ་ན་སྐྱེས་པ་སང་ཏེ་ནི་དེ་བཞིན་གཤེགས་པ། ལ་ཏེ་ནི་ང་དང། དེ་བཞིན་གཤེགས་པ་ད། སེང་གེའི་རྣམ་པར་རོལ་བ་དེ་ནས་སྔ་དྲོ་ཚིགས་སུ་བཅད་པའི་མ་ནས་ད་ནི་པར་ཚིགས་བཅད་བདེ་མོ་བདེ་མོའི་བསྟོད་པ་མང་པོ་ཕུལ་ཏེ་དེ་ནས་སྤྱང་ཆུའི་ཕྱོགས་དུ་སེམས་བསྐྱེད་དང་རྫས་བརྒྱག་མོ་ལ་ལོག་ཨོ་ད་ཨི་སི་ཀཱ་བས་ན་ང་དེ་ནས་ཡང་ང་དང་བདག་ས་ཨོ་ཡི་སེང་གེའི་རྣམ་པར་རོ་ལི་དྲུང་དུ་སེམས་བསྐྱེད་བཅས་པས་ད་རུང་མ་ནས་ལོ་རྒྱུས་མ་རིང་མོ་འདུག་པ་ཨིན་ན་ཨི་ཡང་ནས་ལོ་རྒྱུས་ནང་ན་ཡང་རྩ་པས་ཤིག་ད། བསྡུ་ས་བསྡུ་ས་བསྡུ་ས་ཅུ་སྟེ་ང་དང་ཉིང་ཁུ་ཙོག་སོ། ཡང་ང་དང་རོ། སྡོམ། སྡོམ་སྟངས་སྟེ་ནང། དེ་ཟུག་ག་གཞུ་ཆེས་མ་གཏོགས་དེ་ནས་རྒྱས་པ་ང་དང་མ་ནས། གཞུ་ན་ཡང་ད་རེས་ངན་མ་ཙོག་ལ་དེ་ནས། སངས་རྒྱས། ང་དང་ཨོ་རྫ་ཙོག་ལ་མ་མང་པོ་ཡོད་དེ་ནོག་ཡང་མ་ནས། ཨིན་ན་ཁོ་རང་ང་དང་སྟོག་འཇོད་པོ་བཞུན་འདུག་ན་མ་ནས་བཞག་ཕང་མང་པོ་སྒོ་ཕྱིར་འདུག་ག། དེ་ནས་ཨི་ཡོད་རྩ་པས་ཤིག་ད་ང་དང་བག་ཆགས་ག་བཞག་ཆེས་དང་དེ་ནས་འཕགས་པ། བྱ་འདྲ་ཟིག་གིས་དང་པོ། དེ་ནས་བྱང་ཆུབ་ཆོས་ཐུགས་ཐུགས་སངས་རྒྱས་སུ་ཡི་མདུན་ནས་ཐུགས་སྐྱེད་དཀར་འབྲུ་ཚང་མ་ལྔ་དང་རེ་རེ་བཅོས་ཏེ་བརྩི་གཟུགས་ཀ་གཞུ་ཆར་ཕྱེས་མི་རུག་པ་སྟེ་ཡོད་ན་ལྔ་དང་ཆུང་བས་ཆུང་བ་བཅོས་ཏེ། དེ་ནས་བཞུ་སྟེ། ཨོ་ཏ་ཨི་བོ་དེ་ནས་བདེན་པས། འཕགས་པ་སྤྱན་འདྲ་གཟིགས་ཀྱིས་དེ་ནས་བསྟན་ལ། དེ་ནས། རྫུས་ཏེ་སྐྱེས་ཀ་ནས་བསྟན་ལ་དེ་ནས་སེམས་བསྐྱེད་པའི་ཚུལ་བུ་ཡིན་ནོག་བཞུ་ཡ་ནོག་ལེ་ད། ད་རྫུས་ཏེ་ཡ་ལ་ལེ། ང་མ་ཡིན་ན་དེ་ནས་ཨ་བ་ལེ་དང་ཨ་མ་ལེ་དེ་ནས་ང་དང་ཨེ་སྟེན་ཡོད་དེ་དེ་དེ་ཟུག་ག་དེ་ནས་ང་དང་མི་ང་ལ་ནས་འཁྲུངས་སྐ་ནས་ཨེ་ང་དང་སྟོག་ཇོ་ཏོ་དང་ཨོ་ཏ་ཨི་སེང་གེ་རྣམ་པར་རོལ་བའི་སང་གེ་སེང་གེ་རྣམ་པར་རོལ་བའི་དྲུང་ནས་སེམས་སྐད་དཀར་པོ་དེ་ནས་རྫུས་སྟེ་སྐྱེས་སྐ་ནས་དེ་ནས་རྫུས་སྟེ་དེ་ནས་ང་དང་ཨེ་འཕགས་པ་སྤྱན་འདྲ་ཟིག་ཨེ་རྫུས་སྐྱེས་སྐྱེས་སྟེན་ལ་དེ་ནས་སེམས་སྐད་པའི་ཚུལ་བོ་ཨོ་བཟའམ་ཞིག་ཡིན་ནོ་ད་དེ་ནས་ཡང་ང་དང་ཨེ་ད་རུང་ཨང་ཡང་ཨི་ག་ནས།